ཁྱོད་ཉི་མ་ཏིས་སྐུ་དང་མཉམ་དུ་འགྲོ། ཨོ། ཏག་ཏག་རེད་ཕེབས་དང། ཁྱོད་ཉི་མ་ལགས།
ལགས། དེ་རིང་ག་རེ་བྱས་པ་རེད། སྤྱི་སྤྱོད་རླངས་འཁོར་དེ་ཆུའུ་བཞུར་ཆགས་སོང་ང་ནམ་རྒྱུན་ཡིན་ན་དུས་ཚོད་ཏག་ཏག་ལ་སླེབས་ཀྱི་ཡོད་སྙིང་རྗེ་སྤུ་གུ་དེ་ཚོ་ཆུ་ཚོད་ཕྱེད་ཀ་ལྷག་ཙམ་སྒུག་འཁེལ་སོང། གང་ཞིག་ལམ་ཁ་གྱེས་ལ་ཤིང་ཏོག་རིལ་དུ་ལབ་ཀྱི་ད་སྤུ་གུ་དེ་ཚོ་རྗེས་ལུས་ཐེབས་ཡོད་ཀྱི་རེད། ཧོའུ་ཙི་ཅོ་ཉི་མ་རྗེས་ལུས་ཐེབས་པ་ལ་གང་ཡོད་རེད་དེ་ཅག་ང་སློབ་གྲྭ་ལ་འབྱོར་ན་འགྲིག་གི་མ་རེད་པས། རེད་རེད།
ཁྱོད་རང་གི་བུ་འཛིན་གྲྭ་ག་ཚོད་རེད་ཕལ་ཆེར་ངའི་བུ་མོ་དང་གཅིག་པ་ཡིན་གྱི་རེད། མ་རེད་མ་རེད་ངའི་བུ་ཨེ། འཛིན་གྲྭ་དགུ་བ་རེད། ཨ་ལེ།
ངས་བུ་མོ་ལས་འཛིན་གྲྭ་གཉིས་ལས་མཐོ་བ་རེད་འདུག་ཨ་ངའི་བུ་མོ་འཛིན་གྲྭ་བདུན་པ་རེད། འཛིན་གྲྭ་མཐོ་ན་ཡང་གང་ཡོང་མཐོ་བོ་འགྲོ་འོ་མི་འདུག་ཁོང་ཚོའི་སྐད་ཆ་བཤད་སྟངས་བསམ་བློ་གཏོང་སྟངས་སྤྱོད་པ་སྐྱེལ་སྟངས་དངོས་གནས་ཡིན་ཐབས་སྐྱོ་བོ་ཞུ་འདུག། ཨ་མ་ཟླ་བ་འོ་ཙི། ཁྱོད་རང་གི་བུ་གཅིག་པུ་མར་ལྟ། ད་སྤྱི་ཚོགས་ཧོར་ར་དེ་འདྲ་ཆགས་ཚར་འདུག། ད་ང་ཚོའི་ཕ་མས་རྒྱན་མ་ཁུར་ན་སྤུ་གུར་འཁྲུ་སླ་འགྲོ་ས་རེད་དངོས་གནས་ཡིན། ཕ་མ་གཅིག་པོས་ག་རེ་བྱེད་ཐུབ་ཀྱི་རེད། སྤྱི་ཚོགས་དང་སློབ་གྲྭ་ཁྱོན་ཡོངས་ནས་དོ་སྣང་མ་བྱས་ན་ཁག་པོ་རེ་དྲན་གྱི་འདུག་ལྟོས་དང་ཁོང་ཚོའི་སྐད་ཆ་བཤད་སྟངས་ལ་དབྱིན་ཇི་གི་ཕྱེད་ཀ་དང་བོད་སྐད་ཕྱེད་ཀ་ད་དུང་རྒྱ་སྐད་ཕྱེད་ཀ་རེད་མི་འདུག་བས་ཁོང་ཚོའི་སྐད་ཆ་ཡི་ནང་བོད་སྐད་ཀྱི་ཐ་སྙད་ཡོད་བཞིན་དུ་བེད་སྤྱོད་མ་བྱས་ནས་གཞན་དང་མཉམ་དུ་བསྲེས་ནས་རྒྱག་གི་འདུག་དངོས་གནས་ཡིན་བློ་གྲོས་པ་ལ་སྐད་གྲོས་པའི་ཆུ་ལེགས་པ་རང་རེད་མི་འདུག་བས། དེ་ག་རང་རེད་ཁོང་ཚོའི་སྐད་ཆ་རྣམས་སྡེར་མ་ལ་སྤྲད་དེ་བྱ་ཕོར་ལ་མོག། ཕོར་པ་ལ་སྦོལ། ཐབ་ཚང་ལ་སྐྱི་ཅན། ཉལ་ཁང་ལ་རུམ། ཨ་མ་ལ་ཡང་མོམ། དེ་འདྲ་དེ་འདྲ་ཟེར་ནས་ཁོ་ཚོས་བོད་སྐད་དེ་དམར་གསོད་གཏོང་གི་འདུག་ད་དངོས་གནས་ཡིན་སེམས་ཕམ་དགོས་པ་རང་རེད། དེ་ག་རང་རེད་ད།
ཁོང་ཚོས་ཞོགས་པ་ཧ་ལ་ལ Breakfast། ཉིན་གུང་ཧ་ལ་ལ Lunch། དགོང་ཟླ་ཧ་ལ་ལ Dinner། དགོང་ཟླ་ཉལ་ཁ་འགྲོ་དུས་ཡང་ཅི་ཡང Good Night ཟེར་གྱི་འདུག་དེ་ཡང་བཙན་བྱོལ་ཅུག་པོ་མ་རྟག། VOA རླུང་འཕྲིན་ཁང་གི་ནང་བོད་ཕྱི་ནང་གཉིས་ཀ་དེ་འདྲ་ཆགས་ཚར་རེད་གསུང་གི་འདུག་བོད་ནང་ལོགས་ལ་ཡང་རྒྱ་ཡིག་གི་ཐ་སྙད་དང་བཙོན་བྱོལ་ནང་ལོགས་ཨིན་ཇི་སྐད་དང་བོད་སྐད་བསྲེ་ལེ་གཏོང་མཁན་ཇེ་མང་ནས་ཇེ་མང་རེད་གསུང་གི་འདུག། ན་གཞོན་གཅིག་པུ་གི་ཉིང་འབྲུ་རེད་ཟེར་ན་བཤད་ཁག་པོ་རེད་གང་ཡིན་ཟེར་ན་དེང་སང་གི་དགེ་བཤེས་རྣམས་དགྲ་བོ་དགྲ་བོ་རེད་མི་འདུག་བས། རེད་དེ་བོད་ཀྱི་སྐད་ཡིག་ལ་སྲུང་སྐྱོབ་དང་རྒྱུན་འཛིན་དགོས་ན

སྐྱེ་མེད་ནད་པ་རེ། འདི་གང་ལ་སྤུ་གུ་གསུམ་མེད་ལ། སྤུ་གུ་ཨེ། སྤུ་གུ་གསུམ་རྒྱག་བུ་མོ་རེ་ལྟ། ངས་དཀའ་ལས་སྐྱག་པ་ཤོར་ཤོར་བརྒྱབ་ཀྱང་འཚོ་བ་ཆོད་ཆོད་ཟེར། རྗེས་ལ་བུ་མོ་གསུམ་པོ་འགྲོ་སྟངས་བཟོ་དགོས་རེད། ངས་བྱ་ཁང་ཆུང་ཆུང་དེ་བཟུང་ནས་ལོ་བཅོ་ལྔ་ཙམ་འགྲོ་སོང། ལག་པ་ལ་སྟོན་མཁན་མེད་དབུ་མནན་ཡིན། དེང་སང་བྱ་བཏུང་མཁན་ཉུང་རོ་ཉུང་རོ་ཉུང་རོ་འགྲོ་འདུག་ནམ་རྒྱུན་ཡིན་ན་མི་ཡི་ཁང་འདི་གི་རེད།

ངས་སེམས་པ་དེ་རིང་མི་ཡོང་ས་མ་རེད་བསམ་བྱུང། རྨོ་མོ་སླེབས་ཅིང་ད་དེ་རིང་རྨོ་མོའི་སྦོ་ནི་རྒྱགས་སོ་ད། བུ་ར་རྒྱུག་བྱ་ཡོད་བས།
ཡོད་ཡོད་རྨོ་མོ་འབད་འགྲོ། ལེ་ཙེ་མེ་འོང་མ་ལེ་ཙེ་མེ་འོང་མ་ལེ་ཙེ་མེ་འོང། ཧ་ཡོ་ཡ་ད་ག་ལེ་འདུག། དེས་ན་རྨོ་མོ་ལ་ཕྱག་བཞི་བླུགས་དང། ཡང་ཡང་རྨོ་མོ་གཉིས་སྐ་རགས་ཆགས་ཀྱིས་སོང་བ། རྨོ་མོ། ཁྱོད་རང་ལ་རོགས་པ་མང་པོ་ཡོད་པ་ཁོ་ཚོ་གོ་བ་གྱིན་སོང། ཁོ་ཚོ་ཨེ་ཁོ་ཚོ་ག་ཤ་ཕག་པ་ལ་གནས་སྐོར་དུ་ཕྱིན་སོང་ང་འགྲོ་ཐུབ་མ་སོང་ནང་ལ་ཚ་བོ་སླེབས་ཡོད། ཨ་ལས་དེ་འདྲ་ཡིན་པ་རེད། དེ་རིང་ངས་བཀའ་སྩོལ་མ་ཡོང་གི་མི་འདུག་ནམ་རྒྱུན་ཡིན་ན་མི་ཡི་ཁང་འདི་གི་རེད། ག་རེ།
ང་ཁྱོད་ཡི་བཀའ་དྲུང་བར་མ་རེད་ཨ། ག་རེ་བཤད་གི་ཡོད། མ་རེད་མ་རེད། དེ་འདྲ་བཤད་གི་མེད་རྨོ་མོ་ངས་བཀའ་སྩོལ་མ་ཡིན་པར་ཨ། ད་ར་ཇོ་ང་ག་རེ་ན་ལོ་ཆེ་རོ་ཆེ་རོ་འགྲོ་དུས་བྱ་དེ་ལ་དགའ་རོ་དགའ་རོ་འགྲོ་འདུག་ཨམ་ཆིན་ནི་བྱ་མ་བཏུང་ལེགས་འདུག་ངའི་ཁ་དེ་རྣམ་རྟོག་རང་རེད། རྨོ་རྨོ། ངའི་བྱ་ང་ལོ་པ་དེ་ནི་མང་པོ་མེད། ཆི་ནི་ནི་ཉུང་ཉུང་ཡོད། བྱ་ནི་འོ་མ་འོ་གན་འོ་མ་ཡིན་སུ་སྐུ་ལ་ཕན་གི་རེད་བ་མ་རེད་བས། རེད་རེད་ལྟ་བུ། མི་ཧོ་མ་ནི་ཨི། ཡ་བུ་དགོང་མོ་ཡེ་ཤུ་འདི།

ཨོ་ལེ་ཇོན་ཁྱེད་རང་ག་བ་ཡོད། ང་ད་ནང་ལ་ཡོད། ཡ་ཁྱེད་རང་གིས་ང་དེ་རིང་ཤོག་ཐུག་གོ་ཡོད་ལ་ཡིན་པ། ཨོ་དགོངས་དག་དགོངས་དག་ང་དྲན་པ་བེད་ཅེས་ཤར་ཁྱེད་རང་ད་ནང་ག་བ་ཡོད། ང་ཨེ་ང་ད་ནང་གཙུག་ལག་ཁང་གི་སུམ་མདོ་དེ་རང་ཡོད། ཡ་དེ་ནས་ཕ་གི་ལ་ཏིས་གོ་བ་ལོ་ང་ལམ་སང་ལེའོ། ཡ་ཡ་ཉིད་སྒུག་ཆོག། ཨོ་ར་ཇོ་ན་མ་སྟེ། ན་མ་སྟེ་ན་མ་སྟེ་ཅེ་ཅེ། ད་ཟླ་མེད་ང་རོགས་པ་ཞིག་སླེབས་འགྲོ་ཡོད། ཁྱེད་རང་གི་ལ་ཏིས་གོ་བ་ལོ་ང་ལམ་སང་ལེའོ།
ཁ་པར་ཅིག་ལས་དུ་སུ་ཡིན་ནམ། སྒྲོལ་མ་རེད་ད། ཨོ་ལེ་སྒྲོལ་མ་ལགས་ད། ལ། ཨ་ལེ་ང། ང་ད་ལྟ་གཙུག་ལག་ཁང་གི་སུམ་མདོ་དེ་རང་ཡོད། དུས་ཚོད་ཨེ། དགོངས་དང་ང་དེ་རིང་དུས་ཚོད་མེད། ཨི་གཅིག་མི་གཅིག་ད་མཉམ་དུ་ཐུག་ས་བྱས་ཙང་ཨེ། ཨ་ཙི། ཀུ་ཅི་དེ་འདྲ་མ་ལ་ད། ང་གཉིས་ད་ག་དུས་ཐུག་འདུག་རོགས། ངའི་རྗེས་ལ་ཁ་པར་བཏང་ཡོང་དགོས་ཞག་གི་ཡིན་ད།
ཡ། བཤད་གྲོས་ད་འདོད་ལེ་མི་འདུག། ཨོ་ཇོན།
བཀྲ་ཤིས་ལས་རང་མགྱོགས་པོ་སླེབས་སོང་དང། ཨོ་ཧལ་ལོ་བཀྲ་ཤིས་ལས་སེ་འབྲུ་ལགས་ང་མོ་ཇོ་ནང་ལ་ཡོང་བས་ཁྱོད་རང་ལ་དེ་འདྲ་དུས་ཚོད་ཡོད། ཡོད་ཡོད་ང་དེ་རིང་སྟོང་པ་ཡིན། དེ་ན་ང་རང་གཉིས་ནམ་རྒྱུན་འགྲོ་སའི Coffee Shop ལ་འགྲོ་གི། ཨ་ལེ་ཚིག་བྱ་གང་དེ་སྒོ་ཕྱེ་མི་འདུག་ང་གཉིས་ཕ་གིའི་ཟུར་གྱི་བྱ་ཁང་དེ་ལ་འགྲོ་གི་བྱ་ཞིམ་པོ་ཡོད་རེད། ཨོ་ཁྱོད་རང་དགའ་པོ་ཡོད་ན་ཏག་ཏག་རེད་ཕེབས་དང།
ཇོན་ལ་གསོད་བྱ་མངར་མོ་ཡིན་པ་མངར་མི་ཡིན་པ། མངར་མོ་ཞིམ་ར་མེད་པ་ཞིག་གནང་རོགས། ར་ཇུ་གསོད་བྱ་མངར་མོ་གཅིག་དང་མངར་ཆ་ཉུང་ཙམ་བྱས་པ་གཅིག་གནང་རོགས། སི་ཏོར་གྱི་ཅང་ཡིན་ན། ཕ་ཡི་ཞིམ་པ་ག་རེ་རེད། སི་མོ་སཱ་བྷྲེ་རམ་ལེ་ཏི་པ་ར་ཏྲ།
སེ་ཏྲ་ལགས་ཁྱེད་རང་ཞོགས་ཆ་ལ་གཅིག་མཆོད་འདོད་དོན། མེད་མེད་ང་ཞོགས་ཆ་ཐུག་ནི་ལེན། ཡ་དེ་ནི་ཕ་ཡི་བུར་སྒར་ཡོད་རེད་དེ་ལོ། ལ་བུར་སྒར་དེ་ལ་ཡོད་མ་རེད། ཡ་དེ་ནི་བྱ་སྙིགས་རང།
ཇོ་ནི་ལགས། ཁྱེད་རང་དེ་རིང་བྲེལ་ལ་འཚུབ་འཚུབ་དེ་འདྲ་གང་བྱེད་སོང། དེ་རིང་ང་ཁྱོད་ལ་སྐད་ཆ་མང་པོས་འདྲི་གི་རེད། ཡིན་ད་ཡིན་ཁྱེད་རང་ལ་ཕན་ཐོགས་ཡོད་ན་ངས་གང་ཐུབ་ཅི་ཐུབ་ཀྱིས་ལན་འདེབས་བྱེད་ཆོག། ཡ་དེ་ནས་ཐུགས་རྗེ་གནང་ཁྱོད་རང་ལ་སེམས་པོ་བཟོད་སོང། གོ་བ་གོ་བ་གསུངས་དང། ཟེར་དོན་ལ་ང་བོད་ནང་གི་སྐོར་ལ་གནས་སྟངས་ཤེས་འདོད་ཆེན་པོ་ཡོད། རྒྱ་ནག་གིས་བོད་ལ་འཛིན་པའི་སྲིད་ཇུས་གཙོ་བོ་དེ་གང་བཟུང་ཡོད་ཁྱོད་རང་གིས་ཤེས་ཀྱི་ཡོད། ལགས་ཡོད་རྒྱ་ནག་གིས་བོད་ལ་འཛིན་པའི་སྲིད་ཇུས་གཙོ་བོ་ནི་བོད་མི་རིགས་ཀྱི་སྐད་དང་ཡི་གེ་མེད་པ་བཟོས་ཡ། ཡུལ་སྲོལ་གོམས་གཤིས་རྩ་མེད་གཏོང་ཡང་གཞོན་སྐྱེས་རྣམས་ལ་རྒྱ་མི་རིགས་བཟོས་རྒྱུའི་འཆར་གཞི་ངན་པ་གཏིང་བཞིན་ཡོད། ད་དུང་བོད་ཀྱི་ཁོར་ཡུག་ཡང་མེད་པ་བཟོ་ཡ་ནི་རྒྱ་ནག་གི་དམིགས་ཡུལ་རེད། ཇོན། ལྷག་པར་དུ་དེང་སང་བོད་ནང་གི་གནས་ཚུལ་རྫ་དྲག་ཆེ་ཤོས་ནི་རྒྱ་ནག་གུང་ཁྲན་ཏང་གིས་བོད་ཆོལ་ཁ་གསུམ་གྱི་བོད་ཕྲུག་སྟོང་ཕྲག་མང་པོ་རྒྱ་ནག་གཏན་ཆ་སློབ་གྲྭ་དུ་བླུགས་ཏེ་བོད་མི་རིགས་ཀྱི་སྐད་དང་ཡི་གེ། ཡུལ་སྲོལ་གོམས་གཤིས་རྩ་བརླག་གཏོང་རྒྱུའི་འཆར་གཞི་དང་དམིགས་ཡུལ་ངན་པ་སྒྲིག་བཞིན་པ་རེད་འདུག་ད། ཨོ། ཁོ་ཚོ་སྡུག་ཅག་རེད། བོད་པའི་ས་ཆ་འདི་སྨྱོན་པ་ཆགས་སོང་མ་ཡིན་ན་ཨེ་ཤི་ཡ་རླུང་དམར་མང་པོ་ཞིག་ལ་གནོད་ཀྱི་འཇུག་ཡོད་པ་ཁོ་ཚོས་ཤེས་ཀྱི་ཡོད་མ་རེད་བས། Oh my God། རྒྱ་ནག་གི་འགོ་ཁྲིད་དེ་ཚོས་འཛམ་གླིང་ལ་བསམ་བློ་གོན་ནས་གཏོང་མེད་པ་འདྲ། ཇོན་ལགས་ང་ཚོའི་བོད་མི་རིགས་ཀྱི་སྐད་དང་ཡི་གེ་དེ་རྩ་མེད་སུ་ཕྱིན་པ་ཡིན་ན་འཛམ་གླིང་ཁྱོད་ཡོངས་ལ་གྱོང་ཆེན་པོ་ཞིག་རག་གི་མ་རེད་པས་ལགས། རེད། བོད་ཀྱི་སྐད་དང་ཡི་གེ་དེ་མེད་པ་ཆགས་སོང་བ་ཡིན་ན་འཛམ་གླིང་གི་མི་མང་དུང་ཕྱུར་མང་པོ་ཞིག་གི་སེམས་ལ་ཞི་བདེ་མེད་པ་ཆགས་པ་དང་རིན་ཐང་ཆེ་བའི་བོད་ཀྱི་སྐད་ཡིག་དེ་ང་ཚོས་ངེས་པར་དུ་སྲུང་སྐྱོབ་བྱེད་དགོས་པ་འདི་གནད་འགག་མ་རེད་པས་ཨ། དེ་ག་རང་རེད།
ང་ཚོའི་བོད་མི་རིགས་ཀྱི་སྐད་དང་ཡི་གེ་དེ་བོད་མི་རང་གིས་བདག་པོ་རྒྱབ་མ་ཐུབ་ན་གཞན་ཞིག་གིས་ཧ་ལམ་ཁག་པོ་འདྲ་གཅིག་མཐོང་གི་འདུག་ལབ་མ་རེད་པས། དེ་ག་རང་རེད།
བོད་པ་ལས་ལྷག་པའི་མི་ཞིག་ཡོད་ཀྱང་ཁོང་ཚོས་ཉར་ཚགས་བྱེད་ཐུབ་ཀྱི་མ་རེད། གང་ལ་སྲིད་ན་ཁོང་ཚོས་ཤ་དང་རུས་པའི་གསེབ་ན་བོད་མི་རིགས་ཀྱི་སྐད་ཡིག་གི་རྨང་གཞི་འདི་མེད་དུས་ཁག་པོ་རེད་དྲན་གྱི་འདུག་ངས་བཤད་པ་འདི་འགྲིག་ཨེ་སོང་ལགས། དེ་ག་རང་རེད་དངོས་གནས་ཡིན་མཁྱེན་རྒྱ་ཡངས་པ་རང་རེད། དབུ་མོ་དེ་ཅན་མ་རེད་པས། ཁྱོད་རང་གི་ངོ་ཤེས་པ་རེད།
རེད་རེད་ངས་ངོ་ཤེས་པ་རེད་དབུ་མོ་དེ་ཅན་ཏེ་སི་ལེ། ཏེ་སི་ལེ་བུ་མོ་ཁྱེད་རང་སུ་ཡིན་ནམ་ངས་ངོ་ཤེས་མ་སོང། ང་ཨེ་དབུ་མོ་ང་ཉི་མ་ལྷ་མོའི་བུ་མོ་ཡིན།

ཨ་རེ་ངའི་པུས་མོ་དེ། ཨོ་དབུ་མོ་བཀྲ་ཤིས་ལེགས་ཉེས་མིང་ལ་སྦྱོང་རེད། བཀྲ་ཤིས་ལེགས་བུ།
བུ་མོ་འདི་ཁོའི་རོགས་པ་རེད་བས། མ་རེད་མ་རེད་ཁོ་རང་ངའི་ངོ་ཤེས་པ་རེད། ར་ཇུ་གསོལ་ཇ་ཅིག་གནང་རོགས། ཁྲིག་གེ།
ཨ་མ་རྡེའུ་རེད་བས། ཨ་མ་རྡེའུ་བདེ་རྐྱང་རེད། དེང་སང་ཁྱོད་ལས་ཀ་གོ་བ་ཞིག་ཡོད་མཐོང་གི་མི་འདུག་ད། ང་ཨའི་རྨོ་མོ་ང་ད་ལྟ་ས་རཱ་བོད་ཀྱི་མཐོ་སློབ་ཁང་དུ་ཞིབ་འཇུག་གི་དེ་རྩའི་ནང་སློབ་སྦྱོང་བྱེད་བཞིན་ཡོད། ས་ར་ལ་བརྫུས་ནས་ལོ་ག་ཚོད་འགྲོ་སོང། ས་ར་ལ་བརྫུས་ནས་ས་ར་ལ་བརྫུས་ནས་ལོ་བདུན་འགྲོ་གི་ཡོད་ད་ལོ་མཐོ་སློབ་ཐོན་འགྲོ་གི་ཡོད། དཔེ་ཡག་པོ་རེད་དངོས་གནས་ཡིན་རྗེས་སུ་ཡི་རང་ཞུ་གིན་གདའ། ག་བ་ག་བ་མོ་མོ་དེ་འདྲ་མ་གསུང་གདའ་ནང་ལ་སུ་སུ་ཡོད། ལ་ནང་ལ་ཨེ་ནང་ལ་ང་ར་གཅིག་པོ་ཡིན་ངའི་བུ་དང་མནའ་མ་ཕྱི་རྒྱལ་ལ་འགྲོ་ནས་ལོ་མང་པོ་འགྲོ་སོང་ད་ལོ་ཚ་བོ་ཐུགས་ཀ་སླེབས་བྱུང། དེ་ན་ཚ་བོ་ག།
ཚ་བོ་ཨེ་ཚ་བོ་གྲོགས་པོ་འདོད་ཆེན་ཚོ། ཏོག་ཙམ་གོ་བ་བུ་མོ་ངས་ཁ་པར་དེ་ལེན། སུ་ཡིན་པ། ང་ཡི་ཤིང། ཨ་ལས་ཚོགས་རེད་འདུག་ག་ཡོད། ང་ད་ལྟ་ཧོམ་རྒྱ་རོང་རི་ནང་སྒོ་ལོག་རེད་འདུག། ག་རེ།
ནང་ལུག་འདུག་ཨེ། གནམ་སྟོང་མ་ལངས་དང་ནང་ལུག་ཆུང་ཆུང་དེ་ཡོད་མ་རེད་ནང་བི་ཏིང་རེད་བི་ཏིང། མ་རེད་མ་རེད།
ནང་ལ་འགྲོ་ས་མི་འདུག་རྨོ་མོ་ག་ཡོད། ང་གཙུག་ལག་གི་སུམ་མདོའི་རྒྱ་གར་བྱ་ཁང་དུ་ཡོད་དུས་ཚོད་ཡོད་ན་བསྡད་ལ་ཤོད་ད། ཨོ་ཁེ་ང་ཏི་ཤོབ་ལ་ཡོང་ང་ཡིན། འོད་སྡེར།
གང་ཞེས་དེང་སང་སྤྲུལ་སྐུའི་གདན་བཟོས་སྐད་ཆ་ང་ནི་དགུ་ཡུ་རེ་ཞིག་འཁོར་ཡོང་གི་འདུག་ཡང་ཁོ་གོ་བ་རེ་ཞིག་སྒྲོལ་ཡིན་ན་སྒྲོ་རོགས་ཡག་པོ་ཡིན་ན་གད་མི་འདུག་སྒྲོ་རོགས་ངན་པ་འདྲ་ཐུག་ན་སེམས་ཁྲལ་ལངས་བ་ཁོའི་ཕ་མས་ང་ལ་ཡིད་ཆེས་བྱས་ནས་གཏོང་བ་རེད་ཁོ་འཕྲོ་བརླག་ཆེ་ན་དཔེ་བསགས་ཀྱི་རེད་གསལ་སྒྲོས་ལ་དངོས་གནས་ཡིན་ད་ངའི་རྩ་བོ་གཞུག་མ

ཡ། སྔོན་མོ་ཏི་ཤོབ་གོབ་འགྲོ་དེ་འདྲ་རེད་འདོད། མེག་ལོར་ལ་ཁ་ཕི་ཡག་པོ་དེ་འདྲ་ཡོད་མ་རེད་བས། ཁ་རེད།
ཁ་སྣ་ཧོ་རེད་ཁ་ཕི་ལ་ན། མ་རེད་མ་རེད་བྱ་བཏུང་ས་ཡག་པ་དེ་འདྲ་ཡོད་མ་རེད་བས། ཡོད་རེད་ཡོད་རེད་མ་གཞི་རྨོ་མོ་ལ་དགོས་པའི་བྱ་དེ་འདི་ལ་མ་གཞི་ཡོད་མ་རེད་ད། བུ་ར་ཅོ་གསོལ་ཇ་ཅིག་ཡང་བརྒལ་གནང་རོགས། ཅིག།
བུ།
བུ་མོ་དེ་ང་ཚོའི་གཞིས་ཆགས་གཅིག་པ་རེད་ད། ཤེས་སོང་ཨེ། ཨོ། ཧའི།

དངོས་གནས་རེད་ད་ང་ཚོ་བོད་པ་རེད། ཡིག་སྐད་མ་ཤེས་ན་ཡང་བོད་སྐད་འདི་དག་ཐོགས་པ་མེད་པ་རྒྱག་རྒྱུ་ནི་ང་ཚོའི་ལས་འགན་རེད་ལྟོས་དང། ཁོང་ནི་ཕྱི་རྒྱལ་བ་རེད་ད་ཁོང་ནི་རྒྱ་གར་བ་རེད་ད་ཡིན་ནའང་ཁོང་གཉིས་ཀྱིས་བོད་སྐད་ཡག་པོ་གང་འདྲ་ཞིག་རྒྱག་གི་འདུག་ཇོན་ད་ཆ་ཟེར་ན་ད་ལྟ་བོད་ཀྱི་རིག་གནས་ཀྱི་ཐོག་ལ་ཞིབ་འཇུག་བྱེད་བཞིན་ཡོད་ད། དེང་སང་བོད་པའི་ན་གཞོན་རྣམས་ཀྱིས་བོད་སྐད་དང་བོད་ཡིག་ལ་དོ་སྣང་མེད་པ་འདྲ་བོ་མཐོང་གི་འདུག་ཁོང་ཚོའི་སྐད་ཆའི་ནང་ཨིན་ཇི་སྐད་དང་རྒྱ་གར་སྐད་བོད་པའི་སྐད་འདྲེས་མ་འགལ་གྱི་འདུག་ལོ་ཁ་ཤས་ཕྱིན་ན་བོད་པའི་སྐད་དེ་ཐང་ཐང་མེད་པ་ཞིག་ཆགས་འགྲོ་བའི་ཉེན་ཁ་ཆེན་པོ་རེད།
འོ་བཀྲ་ཤིས། ཁྱོད་ཚོའི་སྐད་ཆ་ཉན་འདོད་མི་འདུག་ང་ཚོའི་ཀླགས་དང་བོད་སྐད་དང་བོད་ཡིག་མི་འདུག། བོད་སྐད་དང་བུ་ང་ལ་ཕན་ཐོག་མི་འདུག་དྲི་ཅོ་འདྲ་ཅན། གཡག།
གར་ལ་བོར་བའི་ཆོ་མེད་རྒྱུ། བོད་པའི་རིག་གཞུང་གིས་མི་ལ་བདེ་སྐྱིད་སྤྲད་པ་དང་འཛམ་གླིང་ཞི་བདེར་བསྒྱུར་པའི་ནུས་པ་རེ་བས་སྐྱིད་གཞུང་ལ་ནུས་པ་དེ་འདྲ་འདུག་པས་ཨ། དངོས་གནས་རེད་ད་ཁོ་ལོ་སུམ་ཅུ་ཟིན་པ་དང་གཞི་ནས་བོད་སྐད་དང་བོད་ཡིག་སྦྱང་པ་རེད་རྩ་ཆེན་པོ་མིན་ན་འགྲོ་སོང་དེ་འདྲ་མང་པོ་ཞིག་བཏང་ནས་བོད་སྐད་དང་བོད་ཡིག་སྦྱང་བ་ཡོང་གི་མ་རེད་བ་ང་ཚོ་བོད་པ་རེད་ད་བོད་སྐད་སྦྱང་རྒྱུ་ནི་ང་ཚོའི་ལས་འགན་རེད། མ་འོངས་པ་བོད་མི་རིགས་འདི་གང་འདྲ་ཞིག་ཆགས་ཡོང་མིན་ནི་བོད་སྐད་དང་བོད་ཡིག་ལ་ཐུག་ཡོད་རེད་ཤེས་སོང་ཨ།
བུ། བུ། ཨ་ཙི་བུ། ཨ་མཆོག་གྱོན་འགྲོ་དེ་ཅི་ད་ད། ཨ་ཙི་ག་ཇི་ཟེར།
བུ།
ཁྱོད་རང་གི་ཕ་མ་གཉིས་བོད་པ་གཙང་མ་རེད་ད། ཁྱོད་རང་བསམ་བློ་གཏོང་སྟངས་གང་དྲན་རེད། བོད་པའི་ན་གཞོན་རྣམས་ཀྱིས་བོད་སྐད་དང་བོད་ཡིག་ལ་དགའ་ཞེན་མེད་ན་མི་རབས་རྒན་པ་རྣམས་ཀྱིས་སྡུག་ག་ལེ་རྒྱབ་པ་དེ་རྟོགས་མ་མ་རེད་བས་ཨ།
ཡ། ཁོ་མོ་ཆོ་མེད་ཀྱང་མ་ཉོས་ད། ངས་བྱས་རེད་བ། ཤེས་སོང་ཤེས་སོང་ངའི་ཚ་བོ་ཡག་པོ་གཞུག་མ་བུ་མོ་གསེར་རིལ་ནག་ཞིང་བོད་སྐད་ཡག་པོ་ག་ཐུབ་པ་བྱེད་ཨ། ད་ལྟ་རྨོ་མོ་ཁྱེད་རང་གི་སྐད་ཆ་ཆ་ཚང་གོ་གི་མི་འདུག། ངས་ཤེས་སོང། ཇོན་ལགས་ཁོང་ཚོ་ལ་ཁག་ཡོད་མ་རེད་བོད་སྐད་རྒྱག་སའི་ཁོར་ཡུག་མེད་ལ་སྦྱང་སའི་ཁོར་ཡུག་དེ་བས་ཀྱང་ཡོད་མ་རེད། རེད་དེ་ཁོ་གཡུག་ཡོད་མ་རེད་ཟེར་ནས་གཡུག་བཞག་པ་ཡིན་ན་འགྲིག་གི་མ་རག་གཙོ་བོ་ཕ་མ་ཡིས་འགན་དང་དོ་སྣང་མ་བྱས་ན་ད་དུང་ཡང་འགྲིག་གི་མ་རེད་གཙོ་བོ་ང་ཚོ་བོད་རང་བཙན་མེད་པའི་གནས་སྟངས་དེ་འདྲ་ཆགས་པ་རེད།
ང་ཡང་བོད་ཀྱི་འཛིན་གྲྭར་འགྲོ་ཡུལ་མེད་གཙོ་བོ་སོ་སོ་སྦྱང་བརྩོན་བྱས་པ་ཡིན་ན་ཤེས་ཀྱི་རེད་ལ་ཡང་དགའ་པོ་བས་ཆགས་ཀྱི་རེད་དང་པོ་ངེད་ཀྱང་ཤེས་ཀྱི་མེད་སྦྱང་བརྩོན་མང་པོ་བྱས་པ་ཡིན། རེད་ད་བོུ་ཡི་ཤི་སྦྱང་བརྩོན་བྱས་ན་མི་ཤེས་པ་གཅིག་ཡང་ཡོད་མ་རེད་བོད་སྐད་དང་བོད་ཡིག་ལ་དོ་སྣང་བྱེད་པ་མ་ཟད། ནང་ཆོས་ལ་ཡང་དོ་སྣང་བྱེད་དགོས་གང་ལ་ཞེ་ན་མ་འོངས་པ་ང་ཚོ་ལ་ཕན་ཐོག་ཆེན་པོ་འོས་རེད་ཤེས་སོང་ཨ། ཡིན་ཤེས་སོང། བོུ་ཡི་ཤི་བོད་སྐད་དང་བོད་ཡིག་ལ་དོ་སྣང་མང་ཙམ་བྱེད་བ་ལོ། ངེད་སྐྲག་བྱེད་ཆོག། ཁྱོད་རང་ཡག་པོ་འདུག། ཤུགས་རྒྱོབ་པ། ད་དུས་ཚོད་མང་པོ་རེད་སོང་ང་འགྲུལ་ཡིན་བྱ་ཡུལ་ཉེ་བྲོ། ག་ཚོད་རེད། ཀུ་མུ་བརྒྱད་ཅུ་ཏག་ཏག་རེད།

ཐ་ཤོ་མོ་མོ་ཁྲི་ལ་བསྡད་དང། ཧཱུྃ། ཨི་ཇི་མི་དེ་ལ་ལྟོས་དང་བོད་སྐད་ཡག་པོ་གང་འདྲ་ཞིག་དགེ་འདུག་ལྷག་པར་དུ་བུ་མོ་བསེ་རུའི་ལ་ཆ་བཤད་ན་བོད་མི་རིགས་ཀྱི་ལ་རྒྱ་དང་ཡ་རབས་བཟང་སྤྱོད་ད་དུང་བོད་ཀྱི་སྐད་དང་ཡི་གེ་ལ་ཡག་པོ་གང་འདྲ་ཞིག་འདུག

ཨོ་མ
ང་ཡིན། ང་ལ་ཕྱི་ནང་མ་གྱོན་ཐོག་སྐུ་ཅི་དངོས་གནས་ཡིན། ངའི་སེམས་པའི་ནང་ལ་པཱ་ལའི་བསླབ་བྱ་བཟང་པོ་དེ་ཡིད་ལ་འཁོར་བཞིན་འདུག།
ཨོ། ཁྱེད་རང་མི་ཡག་པོ་ཞིག་དང། གཞན་གྱི་གུས་བཀུར་བྱ་ཡུལ་ཞིག་ཡོང་ཐུབ་པ་བྱ་དགོས་ཞེས། ངས་དུས་རྒྱུན་བཤད་པ་དེ་དག་དྲན་གྱི་འདུག་གས། ང་ཚོའི་མི་རབས་རྒན་པ་ཚོས་དཀའ་བ་དང་དུ་བླངས་ངལ་བ་ཁྱད་དུ་བསད་དེ། བཙན་བྱོལ་ནང་མི་རིགས་ཀྱི་ངོ་བོ་རྒྱུན་གནས་ཡོང་ཐབས་སུ་སློབ་གྲྭ་ཟུར་དུ་བཙུགས་དགོས་པའི་རྒྱུ་མཚན་བཤད་ཀྱི་ཡོད་པ་ཨ། པར་གྱི་རེ་བ་གཅིག་རང་ཡོད་པ་དེ། ཁྱེད་རང་བོད་མི་རིགས་ཀྱི་སྐད་དང་ཡི་གེ་ཤེས་དགོས་པ་མ་ཟད། བོད་མི་རིགས་ཀྱི་ཡ་རབས་སྤྱོད་བཟང་གི་གོམས་གཤིས་དེ་དག་སོ་སོའི་རྒྱུད་ལ་འཇགས་དགོས་ཧ་གོ་སོང་ངས། བོད་མི་རིགས་ཀྱི་སྐད་ཡིག་མ་ཤེས་ན་རྗེས་སུ་ངོ་ཚ་པོ་དང་འགྱོད་པ་སྐྱེ་བའི་ཉིན་མོ་ཞིག་ཡོང་གིར་གདའ་གུ། ཞེས་སོང་ང།
པཱ་ལགས་ཀྱིས་བཤད་པ་དེ་བདེན་པ་རེད་དངོས་གནས་ཡིན། ཉི་མ་ཐ་རི་ནས་བཟུང་ངས་བོད་མི་རིགས་ཀྱི་སྐད་དང་ཡི་གེའི་གོམས་གཤིས་བཟང་པོ་དེ་ཤེས་པ་བྱ་རྒྱུ་ཡིན།